བདེ་སྐྱིད་གླིང་གི་བུ་ཞེས་པའི་སྒྲུང་གཏམ་ཚན་པ་གཉིས་པ་གསན་དུ་ཕེབས་པར་འཚམས་འདྲི་བཀྲ་ལན། ཞིབ་འཁྲུག་གིས་གབ་རེ་ཡིབ་རེས་ཀྱི་རྩེད་མོ་རྩེ་རྒྱུ་བྱུང་ན་དེ་ལས་སྐྱིད་པ་མེད་བསམ་པ་རེད། མོས་གབ་རེ་ཡིབ་རེས་ཀྱི་རྩེད་མོ་ཧ་ཅང་ཡག་པོ་རྩེ་ཤེས་ཀྱི་ཡོད་ལ། མོ་ནང་བཞིན་རྩེད་མོ་ཡག་པོ་རྩེ་ཤེས་མཁན་དེ་འདྲ་མེད། མོའི་བསམ་པར་ཁྱི་ཕྲུག་གིས་རྩེད་མོ་རྩེ་བཞིན་ཡོད་པས་ང་ཡང་རྩེ་ན་མ་འགྲིག་པ་གང་ཡོད་བསམས། མོས་བུ་མོ་ཚོར་ཐུགས་རྗེས་གཟིགས། ང་ཁྱེད་རང་ཚོ་དང་མཉམ་དུ་རྩེད་མོ་རྩེ་བཅུག་རོགས་ལབ་པས། བུ་མོ་ཚོས་མོ་རྩེད་མོ་རྩེ་བར་སྐད་བཏང་བ་རེད། མོས་མོ་རང་གི་ཇོ་མོ་ཡང་མི་མཐོང་བའི་གབ་ས་ཡག་པོ་ཞིག་ཏུ་ཡིབ་པ་རེད། མོས་ག་བ་ཡིན་ནའང་འཛེགས་ཐུབ་པ་དང་ཁུག་ཁུག་གང་སར་འཛུལ་ཐུབ་ཀྱི་ཡོད། གལ་ཏེ་བུ་མོ་ཚོའི་རྩ་བ་ནས་མ་ཉན་ན་གཞི་ནས་ཁུ་སིམ་སིམ་ངང་ཕྱིར་ཐོན་ཡོང་གི་ཡོད། བྱས་ཙང་མོ་ལྟ་བུའི། རྩེད་མོ་རྩེད་མཁས་པ་ཞིག་མེད། ཞིམ་ཕྲུག་གིས་བུ་མོ་ཚོ་དང་མཉམ་དུ་སྣང་བ་སྐྱིད་པོའི་ངང་རྩེད་མོ་རྩེ་བ་དང་གད་མོ་རྒྱས་པ་སྐེ་ཕྱོགས་རྒྱག་པ་སོགས་བྱས་ཏེ་ཁོ་ཚོའི་སྐེ་ཧ་ལམ་ལྷ་ཡུལ་དུའང་གོ་བ་ལྟ་བུ་བཟོས་ཏེ་ལྷ་མོ་ཆུང་ཆུང་དེ་ཚོ་གཉིད་ལས་མི་དཀྲོགས་པའི་ཆེད་སྒེའུ་ཁུང་ཡང་རྒྱག་དགོས་བྱུང། ཁྱི་ཕྲུག་གིས་བུ་ཚོའི་མཉམ་དུ་རྩེད་མོ་རྩེ་བ་དང་ཞིམ་ཕྲུག་གིས་བུ་མོ་ཚོའི་མཉམ་དུ་རྩེད་མོ་རྩེ། ཁོང་གཉིས་སྐྱིད་ཐག་ཆོད་ནས་ཕྱི་བ་གང་འདྲ་ཆགས་པའང་མ་ཚོར་བ་རེད། ཉི་མ་སྔ་ས་ནས་བཞུད་ཟིན་པ་དང་ཨ་མ་ལགས་ཚོས་ཕྲུ་གུ་རྣམས་སྐྱེལ་གཏོང་བར་སླེབས། ཁོ་ཚོས་ཕྲུ་གུ་ཚོ་ནང་ལ་ལོག་ཤོག་ད་ཉལ་རན་འདུག་ལབ་དུས། ཁྱི་ཕྲུག་དང་ཞིམ་ཕྲུག་གིས་བདེ་སྐྱིད་གླིང་དུ་འགྲོ་དགོས་ཀྱང། ཕྱིས་དྲགས་པར་གཞི་ནས་དྲན་སོས་པ་རེད། ཞིམ་ཕྲུག་གིས་ང་གཉིས་རྩེད་མོ་རྩེས་ནས་རྦད་དེ་མགོ་འཁོར་འདུག་ང་ཚོའི་གབ་རི་ཡིབ་རེས་རྩེ་དུས་རྒན་མོ་ཞེ་དྲག་སྐྱེས་པས་ད་ལྟ་གྲོགས་པོ་ལ་ན་ཟུག་བཏང་བ་དང་སྐད་ཅོག་རྒྱབ་དྲགས་ནས་མིག་པ་ཡང་ཚ་ཡི་འདུག་ཟེར། ཁྱི་ཕྲུག་གིས་ང་ཡང་སྐྱིད་པོ་རེད་འདུག་འོན་ཀྱང་ང་ཚོས་བརྗོད་རེས་གྲོས་རེས་ཀྱིས་རྩེད་མོ་རྩེ་དུས་སྐྱིད་པོ་ག་ཚོད་ཡོད་པ་ཁྱོད་ཀྱིས་ཚོད་དཔག་ཐུབ་བྱེད་ཐུབ་ཀྱི་མ་རེད། ཡིན་ནའང་ད་ལྟ་འཕྱིའུ་ཆགས་འདུག། ང་གཉིས་བདེ་སྐྱིད་གླིང་དུ་འགྲོ་ཐུབ་ས་མ་རེད་ལབ། ཞིམ་ཕྲུག་གིས་བདེ་སྐྱིད་གླིང་དུ་ག་བར་འགྲོ་ཐུབ་ཀྱི་རེད། ད་ཆུ་བོ་ཆགས་འདུག་ལ་བདེ་སྐྱིད་གླིང་ཐག་རིང་པོ་རེད། དེ་ལས་ནང་ལ་ལོག་འགྲོ། ཐག་རིང་པོ་མ་རེད་གོམ་པ་ཁ་ཤས་ཀྱིས་སླེབས་འགྲོ་ཡི་རེད། ལམ་དུ་ཕྲུ་གུ་རྩེད་མོ་རྩེ་མཁན་འདུག་ན་མཉམ་དུ་རྩེ་ཆོག་གི་རེད། ང་ནི་གབ་རི་ཡིབ་རེ་རྩེ་མཁན་དེ་འདྲ་མཐོང་ན་མཉམ་དུ་རྩེད་མོ་རྩེ་རྐྱང་ཡིན་ག་རེ་བྱེད་ནའང་བྱེད་ཟེར། ཁྱི་ཕྲུག་གིས་ང་ཡང་ཇུ་རེ་གྲོལ་རེ་རྩེད་ཁན་འདུག་ན་རྩེ་ཡི་ཡིན། ཡིན་ནའང་སྐུ་ཞབས་བསོད་ནམས་ལགས་ལ་ག་རེ་ཞུ་རོ་ཟེར། ཞིམ་ཕྲུག་གིས་ངས་ཞུས་ཆོག། ཁོང་ལ་མགོ་སྐོར་བཏང་སྟེ་ང་གཉིས་བདེ་གླིང་དུ་ཕྱིན་པ་ཡིན་ལབ་ཆོག། ཁྱི་ཕྲུག་གིས་ཀྱང་དེ་ལྟར་བྱ་རྒྱུར་ཁས་བླངས་ཏེ། ཁྱུག་ཙམ་ལ་ནང་དུ་སླེབས་པ་རེད། སྐུ་ཞབས་བསོད་ནམས་ལགས་ཀྱིས་ཁོ་གཉིས་སླེབས་པ་གཟིགས་ཏེ། ཨོ། ཁྱོད་གཉིས་ལོག་བྱུང། སྡེ་དགེ་གླིང་གང་འདྲ་འདུག་ཅེས་བཀའ་འདྲི་གནང། ཞིམ་འབྲོག་གིས་ལམ་སེང། ས་ཆ་སྐྱིད་པོ་ཞེ་དྲག་འདུག་ཡིན་ནའང་ལམ་ཐག་ཧ་ཅང་རིང་པོ་འདུག་ང་གཉིས་དཀའ་ལས་ཁག་ནས་དབུགས་ཀྱང་ཡག་པོ་གཏོང་ཐུབ་ཀྱི་མི་འདུག་ཅེས་ཞུས། སྐུ་ཞབས་བསོད་ནམས་ལགས་ཀྱིས། ངས་ཁྱོད་གཉིས་དཀའ་ལས་ཁག་ཡོད་པ་ཤེས་ཀྱི་འདུག། ཕལ་ཆེར་རྒྱུག་ཤ་གློད་ནས་ལོག་ཡོང་བ་ཡིན་གྱི་རེད། ད་ང་ལ་བདེ་སྐྱིད་གླིང་གི་ཕྲུ་གུ་ཚོ་ག་འདྲ་ཡོད་མེད་ཤོད་དང་གསུང། ཁྱི་ཕྲུག་གིས་བདེ་སྐྱིད་གླིང་གི་ཕྲུ་གུ་གསུམ་ཡོད་དང། ཁོ་ཚོའི་སྐོར་དངོས་གནས་བཤད་ཁག་པོ་འདུག་ཟེར། སྐུ་ཞབས་བསོད་ནམས་ལགས་ཀྱིས་ཁོ་ཚོ་ཕྲུ་གུ་གཞན་དང་མི་འདྲ་བ་ག་རེ་འདུག་ཅེས་ཡ་མཚན་ངང་དྲིས། ཞིམ་ཕྲུག་གིས་ང་ནི་ཕྲུ་གུ་དེ་ཚོ་མཐོང་བ་དང། ཧང་སངས་སོ་ཟེར། ཁྱི་ཕྲུག་གིས། ང་ཡང་ཧོན་འཐོར་སོང་ལབ། སྐུ་ཞབས་བསོད་ནམས་ལགས་ཡ་མཚན་སྐྱེས་ནས་ཁྱེད་མཚ། ཕྲུ་གུ་དེ་ཚོ་གཞན་དང་མི་འདྲ་བ་ག་རེ་འདུག་ཅེས་བཀའ་དྲིན་གནང། ཞིམ་ཕྲུག་གིས་ངས་ཁྱེད་ལ་ཞིབ་ཕྲ་ཞུས་ཆོག་ཁྱེད་རང་གི་ཐད་ཀར་ཡིག་ཐོག་ཏུ་ཕབ་རོགས་གནང་ཞེས་ལབ་པས་སྐུ་ཞབས་བསོད་ནམས་ལགས་ཀྱིས་ཀྱང་དེ་བཞིན་དུ་བྲིས་འགོ་བཙུགས། ཞིམ་འཁྲུག་གི་ད་ངས་འགོ་བཙུགས་ཀྱི་ཡིན། བདེ་སྐྱིད་གླིང་གི་ཕྲུ་གུ་དེ་ཚོའི་མགོ་རིལ་རིལ་རེད་འདུག་ཅེས་ཞུས། ཁྱི་ཕྲུག་གི་ལམ་སེང་དེའི་སྒང་ལ་སྐྲ་སྐྱེས་འདུག་ལབ། ཞིམ་འཁྲུག་གི་ཕྲུ་གུ་ཚོའི་གདོང་གི་ཐོད་ལ་མིག་ཡོད་པ་དང་དཀྱིལ་ལ་སྣ་ཁུང་འདུག་ལབ། ཁྱི་ཕྲུག་གི་སྣ་ཁུང་འོག་ལ་ཁ་འདུག་དེ་ནི་ཨི་ཁུང་ཞིག་རེད་འདུག་ཟེར། ཞིམ་འཁྲུག་གི་ཁོ་ཚོར་གཟུགས་པོ་རིང་པོ་ཡོད་པ་དང་སྟེང་དུ་མགོ་དང་སྨད་དུ། རྐང་པ་འདུག་ཟེར། ཡང་ཁྱི་ཕྲུག་གིས་རྐང་པ་ས་ལ་བཙུགས་ནས་གོམ་པ་སྤོ་ཡི་འདུག་ལབ། ཞིམ་ཕྲུག་གིས་གོམ་པ་སྤོས་དུས། རྐང་པ་གཡས་གཡོན་རེ་མོས་བཞིན་འགྲོ་ཡི་འདུག་ཟེར། སྐུ་ཞབས་བསོད་ནམས་ལགས་ཀྱིས། ཚུར་བལྟས་འདི་གཉིས་ཡིན་ན། ངས་ཁྱེད་རང་གཉིས་བཤད་པ་བཞིན་ཚང་མ་འདིར་བྲིས་ཡོད་ད་ལྟོས་དང། དངོས་གནས་བྱས་ན་ཁོ་ཚོ་ཕྲུ་གུ་གཞན་དག་དང་གཅིག་པ་རེད་འདུག་ག། གང་ལྟར་ཁྱེད་གཉིས་ཀྱིས་མཁས་པོའི་ངང་ནས། ང་ལ་མགོ་བོར་བཏང་བྱུང་ཞེས་གསུངས། ཞིམ་ཕྲུག་གིས། རྒྱལ་མོ་འགྱོད་ཀྱིན། ང་གཉིས་ཀྱིས་མགོ་བོར་བཏང་ནས་ཕྲུ་གུ་དེ་ཚོ་ཕྲུ་གུ་གཞན་དག་དང་འདྲ་བོ་ཡོད་ཀྱི་རེད་ལབ། ཁྱི་ཕྲུག་གིས་གལ་སྲིད་བདེ་སྐྱིད་གླིང་གི་ཕྲུ་གུ་ཚོ་ཕྲུ་གུ་གཞན་དག་དང་གཅིག་པ་ཡིན་ན། ཁོ་ཚོ་ས་གནས་དེ་གའི་ཁྱི་ཕྲུག་མཉམ་དུ་ཇུས་རེ་དྲུས་རེ་རྩེ་བ་དང་ཞིམ་ཕྲུག་མཉམ་དུ་གབ་རེ་ཡིབ་རེ་རྩེ་ཡི་ཡོད་ཀྱི་རེད་ཟེར། ཞིམ་འཕྲོག་གི་དངོས་གནས་རེད། ཁོང་ཚོ་སྤོ་ལོ་དང་སྦག་སྦག་མེ་འཁོར་ཁང་པ་གནམ་གྲུ་ཚོན་ཁྲ། ཤོག་བྱ། སོགས་རྩེད་ཆས་འདྲ་མིན་ཡོད་ཀྱི་རེད་ལ། ཁོང་ཚོའི་གད་མོ་བསྐྱོད་པ་དང་སྐེ་འཇོག་རྒྱག་པ་སོགས་འཛམ་གླིང་གི་ཁྲོ་བོ་གཞན་དག་ནང་བཞིན་རྩེད་མོ་རྩེ་ཡི་ཡོད་ཀྱི་རེད་ཟེར་བའི་རྒས་གསོ་རྣམས་ལ་དགའ་ཤོས་སྡིག་ཤོས་མེད་པ་ཆགས་པ་རེད།